རྒྱལ་བ་སྐུ་ཕྲེང་ལྔ་པ་སྐུ་གཤེགས་པའི་གི་གནས་ཚུལ་སྐོར་བོད་ཀྱི་ས་གནས་ལ་ཡང་ཁྱབ་བསྒྲགས་མ་བྱས་པར། ང་ཚོ་ཚང་མ་ལོག་གི་ཕོ་བྲང་པོ་ཏཱ་ལ་བརྗེད་མྱོང་ཡོད་རེད། བྱས་ཙང་དེ་རིང་གུས་པའི་རྣམ་གླིང་གི་ཚོགས་ལ་ཡང་ཕོ་བྲང་པོ་ཏཱ་ལ་དང་འབྲེལ་ཡོད་ཀྱི་མི་སྣ་རླབས་ཆེན་གྱིས་ངོ་སྤྲོད་ཞུ་གི་ཡིན། ཐག་རིང་ཁོང་སུ་རེད་ཟེར་ན་ཁོང་རྣམ་གླིང་རྒྱ་སོའི་ཧ་གོ་དོན་གསལ་གྱི་སྡེ་སྲིད་སངས་རྒྱས་རྒྱ་མཚོ་རེད། ད་སྡེ་སྲིད་སངས་རྒྱས་རྒྱ་མཚོ་ཁོང་ཡིན་ན་རྒྱལ་བ་སྐུ་ཕྲེང་ལྔ་པས་བོད་ས་གནས་ཀྱི་སྲིད་དབང་ཞེས་པའི་རྗེས་ལ་ཡང་དངོས་སུ་ནི་ལས་དོན་གཉིས་ལྡན་གྱི་སྡེ་སྲིད་རིམ་པ་བསྐོས་པའི་གྲས་ནས་མཚན་ཐོག་ལྔ་པ་དེ་རེད། ཆུ་ལ་ཆེ་མཐོང་དྲུག་བརྒྱ་ལྔ་བཅུ་ང་གསུམ་ལོ་ལ་ཡང་སྐུ་འཁྲུངས་པ་རེད། འཁྲུངས་ཡུལ་དེ་ཡིན་ན་ལྷ་སའི་གི་ནི་ཉང་བྲན་ལ་ཡག་རེད་ད་ད་ནད་ཡིན་སོང་ན་ང་ནང་ཆོས་ཉང་ར་ཉང་ར་ཟེར་བཞུགས་ཡོད་རེད་དེའི་གི་གྲོང་སྨད་ཞིག་ལ་ཡང་སྐུ་འཁྲུངས་པ་རེད། དགུང་ལོ་བརྒྱད་ནས་རྒྱལ་བ་ཀུན་འདུས་ལྔ་བའི་གི་མདུན་ལ་ཡང་ཞབས་སྤྱི་ལ་ཡང་བཞུགས་པ་དང་ཞོར་ལ་ཡང་སྒྲ་དང་སྙན་ངག་སྨན་རྩིས་ལ་སོགས་མང་པོ་སྤྱི་སློབ་སྦྱོང་གནང་ཡོད་རེད། རྒྱལ་བ་ཀུན་འདུས་ལྔ་པ་སྐུ་འདས་པའི་རྗེས་ཀྱི་ནི་ཞལ་ཆེམས་ཀྱི་ནང་དོན་ལྟར་ནི་རྒྱལ་བ་ཀུན་དྲིན་ལྔ་པ་སྐུ་གཤེགས་པའི་གི་གནས་ཚུལ་སྐོར་བོད་ཀྱི་ས་གནས་ལ་ཡང་ཁྱབ་བསྒྲགས་མ་བྱས་པར་ལོ་བཅུ་གསུམ་རིང་གསང་བ་མཛད་པ་རེད། སྐབས་དེར་གསང་བ་དེ་འདྲ་བྱེད་དགོས་པའི་དོན་དག་དེ་ཡིན་ན་ནི། རྒྱལ་བ་ཀུན་དྲིན་ལྔ་པས་གཙོ་བོ་གནང་བའི་གི་བོད་ས་གནས་ཀྱི་སྲིད་དབང་དེ་བཙུགས་བྱས་ལོ་ལྔ་བཅུ་ང་གསུམ་ལས་སོང་མེད་པ་མ་ཟད། སྔར་རྒྱལ་བ་དངོས་སུ་བཞུགས་པའི་སྐབས་སུ་ཡིན་ནས་བཀའ་རྒྱུད་ཀྱི་ཆོས་ལུགས་ལ་དད་པ་ཡོད་པའི་གི་ས་གནས་ཁག་གི་ངོ་ལོག་ཟིང་འཁྲུག་ཐེངས་མང་པོ་བྱུང་བ་དང། ལྷག་པར་དུ་ནི་སྲིད་དབང་གསར་དུ་བཙུགས་རྗེས་ལོ་ལྔ་བཅུ་ང་བརྒྱད་སོང་བའི་སྐེ་སྤྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཡང་ཕྱག་མཛོད་བསོད་ནམས་ཆོས་འཕེལ་གྱིས་དཔོན་སྤྱི་གཞིས་ཀྱི་རྩེ་སྡེ་བ་ནང་སོ་ནོར་བུས་འབྲུག་པའི་སྲིད་གཞུང་དང་ངན་འབྲེལ་བྱས་རྗེས་བླངས་པའི་ངོ་ལོག་ཟིང་འཁྲུག་དེ་ཡིན་སོང་ན། ལྟས་ཚེ་གཅིག་གིས་མ་གཏོགས་སྲིད་དབང་ཚང་མ་ལོག་ཞུ་གྲབས་བྱས་པ་ལ་ཡང་བརྟེན་ནས་རྒྱལ་བ་སྐུ་མགྲོན་ལྔ་པ་སྐུ་འདས་པའི་གི་གནས་ཚུལ་དེ་མི་ཚང་མས་ཤེས་པ་ཡིན་སོང་ན་གསར་འཛུགས་བྱས་པའི་སྲིད་དབང་དེ་ཤུར་བསྐྱུར་གྱི་ཉེན་ཁ་དེ་རྒྱལ་བ་ཞལ་བཞུགས་པའི་སྐབས་ལས་ཆེ་བ་ཡོད་པ་མཁྱེན་བྱས་ཡིན་སོང་ན་ཨ་ནི་ཁོང་སྐུ་དེ་ཀ་བླ་མ་ལ་ཡང་སྡེ་སྲིད་སངས་རྒྱས་རྒྱ་མཚོ་ལ་ཡང་རང་ཉིད་འདས་པའི་གི་གནས་ཚུལ་སྐོར་དེ་ལོ་ཤས་རིང་གསང་བ་བྱེད་དགོས་པའི་གི་བཀའ་བབས་པ་རེད། རྒྱ་གུང་ཁྲན་ལྔ་པ་སྐུ་འདས་བྱས་ལོ་བརྒྱད་སོང་པའི་གི་སྤྱི་ལོ་ཆིག་སྟོང་དྲུག་བརྒྱ་དགུ་བཅུ་ཐམ་པ་ལོ་ལ་ཡང་སྡེ་སྲིད་སངས་རྒྱས་རྒྱ་མཚོས་ཕོ་བྲང་སྤོ་ཏཱ་ལའི་གི་ཕོ་བྲང་དམར་པོ་ཨ་ནི་འཛུགས་སྐྲུན་བྱེད་འགོ་བཙུགས་པ་དང་དེ་ནས་ལོ་གཉིས་སོང་པའི་རྗེས་ལ་ཡང་གསང་བའི་སྒོ་ནས་རྒྱལ་བ་ཀུན་འདྲེ་ལྔ་བལ་གྱི་སྐུ་གདུང་བཞུགས་པའི་གྱི་སི་ཏུང་འཛམ་གླིང་རྒྱན་ཁྲི་དངོས་སུ་བཟོ་སྐྲུན་བྱས་པ་ཚུགས་པ་རེད། དེ་སྲིད་སངས་རྒྱས་རྒྱ་མཚོས་ནི་སྲིད་གཞུང་གི་ལས་དོན་མཛད་པའི་གི་སྒང་ལ་ཡང་བོད་ཀྱི་ལོ་རྒྱུས་དང་མན་ཞུང་སྐར་རྩིས་རིག་པ་སྒྲ་རིག་པ་སྙན་ངག་བཅས་ཀྱི་ཐད་ལ་ཡང་ནི་རྩོམ་ཡིག་ཡིན་ནས་ཧ་ཅང་མང་པོ་ཡོད་རེད་ད་ཁྱོན་བསྡོམས་བྱས་པོད་ཆེན་ཉི་ཤུ་རྩ་དྲུག་ཙམ་ཅིག་ཡོད་རེད་ཞུ་གི་འདུག།

མཐར་ཁོ་གཉིས་ཕན་ཚུན་ནི་གཅིག་གིས་གཅིག་ལ་ཡང་མ་བསྟུན་པར་བ་དོན་དག་ཚང་མ་ལོ་རང་རྟགས་བཅས་པ་དང་ལྷག་པར་དུ་ནི། ལྷ་བཟང་ཧན་གྱིས་ཁོ་རང་གི་ཕ་གྲོ་གྱོན་ཆུང་བྱས་འདས་པའི་ནག་ཉེས་དེ་སྡེ་སྲིད་སངས་རྒྱས་རྒྱ་མཚོ་ལ་ཡང་ཡོད་ཚུལ་བཤད་བྱས་འགལ་ཟླ་དེ་སྔར་ལས་ཆེ་རུ་ཕྱིན་རྗེས་ནི། ལོ་གཉིས་ལྷག་ཙམ་ཕྱིན་པའི། ཕྱིར་སྟོང་བདུན་བརྒྱ་བཅོ་ལྔས་གསུམ་ལོའི་སྨོན་ལམ་ཆེན་མོ་ཚུགས་པའི་སྐབས་ལ་ཡང། ལྷ་བཟང་ཧན་གྱི་གཡོག་པོ་འགའ་ཤས་ཀྱིས་སྡེ་སྲིད་སངས་རྒྱས་རྒྱ་མཚོའི་གིས་ནི་གྲོང་འཁོར་དཔོན་རིགས་ཁ་ཤས་བསད་པ་ལ་ཡང་དེ་སྡེ་སྲིད་ཀྱི་ཁོངས་ནས་ནི་དམག་དཔུང་བསྐོངས་པ་དང། ལྷ་བཟང་གི་དཔུང་སྡེ་འདམ་གཞུང་བར་ཆད་བརྟན་གྱིས་བསྐྱར་སྒྲིག་བྱས་རྗེས་ཡིན་སོང་ན་ནི་ལྷ་ས་ལ་ཡང་དཔུང་འཇུག་བྱས་རྗེས་བོད་སོག་གི་དམག་འཁྲུག་ཆེན་པོ་ཅིག་ལངས་པ་རེད། ད་ལྷ་བཟང་ཡིན་སོང་ན་དགེ་ལུགས་པའི་ཆོས་ལ་ཡང་དད་པ་ཡོད་པ་དང་སྐབས་དེ་དུས་ལྷ་བཟང་གི་དད་པ་ཇེ་གསལ་གྱི་བླ་མ་དེ་ཡིན་སོང་ན་པན་ཆེན་ཨི་ཏི་ནི་སྐུ་འཕྲེང་ལྔ་པ་བློ་བཟང་ཡེ་ཤེས་དང་སྐབས་དེ་གི་འབྲས་སྤུངས་སྒོ་མང་གྲྭ་ཚང་གི་མཁན་པོ་འཇམ་དབྱངས་བཞད་པ་སྐུ་འཕྲེང་དང་པོ་ངག་དབང་བརྩོན་འགྲུས་ཡིན་པ་དང། དེ་སྲིད་སངས་རྒྱས་རྒྱ་མཚོ་ཡིན་སོང་ན་ད་སེ་འབྲས་དགེ་གསུམ་གྱི། ནི། དགེ་ལུགས་པའི་དགོན་པ་ཚོ་ལ་ཡང་དག་ཇུས་གཅིག་དང་མི་སེར་མང་པོ་སྤྲད་པའི་དྲིན་ཆེན་པོ་ཡོད་མཁན་ཞིག་ཡིན་སྟབས་ནི་མཐོ་རིམ་གྱི་གྲྭ་པ་ཁག་ཅིག་གིས་དེ་སྲིད་ཀྱི་ཆོས་ལ་ཡང་གནང་གི་ཡོད་རེད་དེ་སྲིད་སངས་རྒྱས་རྒྱ་མཚོ་ནི་རྒྱུན་དུ་ཡང་རྙིང་མའི་ཆོས་ལ་ཡང་དད་པ་བྱེད་ཀྱི་ཡོད་པའི་རྐྱེན་གྱིས་སེ་འབྲས་དགེ་གསུམ་གྱི་གྲྭ་པ་ཁག་ཅིག་གིས་དེ་སྲིད་སངས་རྒྱས་རྒྱ་མཚོ་ལ་ཡང་དེ་ཙམ་གྱིས་ནི་དགའ་པོ་མ་བྱས་པར་ཡང་རྒྱལ་པོ་ལྷ་བཟང་གི་ཆོས་ལ་ཡང་གནང་གི་ཡོད་པ་དེ་འདྲ་ཞིག་རེད། ད་སྐབས་དེ་དུས་བརྩམས་པ་ནི་སེ་འབྲས་དགའ་གསུམ་གྱི་འཐུས་མི་དང་ནི་ཞིང་གི་འཇའ་ཡང་ཞེས་པ་སྐུ་ནི་དམ་པ་ངག་དབང་བརྩོན་འགྲུས་ཀྱི་བར་ལ་ཡང་ནི་བར་འདུམ་མཛད་བྱས་ནི་སྡེ་སྲིད་ཕྱི་ནས་བབས་ཏེ་རེ་བ་ནི་སེ་ངག་དབང་རིན་ཆེན་སྡེ་སྲིད་ལ་ཡང་བསྐོས་པ་དང། ད་འོན་ཀྱང་ཡང་ལྷ་བཟང་ཧན་དང་མཉམ་དུ་ནི་སྲིད་དབང་བཟུང་བྱས་ནི་སྡེ་སྲིད་སངས་རྒྱས་རྒྱ་མཚོས་ཀྱི་སེ་ངག་དབང་རིན་ཆེན་དང་ལྷ་བཟང་གཉིས་ཀྱི་བར་ལས།

གསོལ་ཕོགས་ཕྲན་བུ་ཆེ་ཚོད་ལྡན་ལ་ཡང་སྤྲད་བྱས་བཟང་བཙོན་ལ་ཡང་བཅུག་རྩིས་ཡོད་རེད་ཟེར་ཞུ་གི་འདུག་དེ་ཚེ་སངས་རྒྱས་རྒྱ་མཚོས་ཀྱི་དགོངས་པ་ལ་ཡང་ད་ཁོང་གལ། ལྷ་བཟང་དང་མཐུན་པོ་མེད་པས་ལྷ་བཟང་དང་དགྲ་བོ་ཡིན་པའི་སྐབས་ཀྱི་གལ་སྲིད། ཁོང་ལྷ་བཟང་གི་ལག་པ་ལ་ཐེབས་པ་ཡིན་ན། ལམ་བཟང། ཟེར་གི་རེད་དགོངས་བྱས་བྱས་བསྟོད་ལུང་ཕུལ་ལྷ་བཟང་གི་བཙོན་མོ་ནི་ཚེ་རིང་བཀྲ་ཤིས་ཀྱི་ས་ལ་ཡང་ཕྱིན་བྱས་དགོ་བརྡ་ཞུ་བྱས་ནི་དེ་འདྲས་ཞུས་ན་རང་ཉིད་ཀྱི་སྤྲོ་བ་ལ་ཡང་སྐྱོན་ཡོང་གི་མ་རེད་དགོངས་བྱས་གོང་ཀ་ནས་ཐོན་བྱས་བསྟོད་ལུང་གི་ཕུལ་ལྷ་བཟང་གི་བཙོན་མོ།